ཤོག་གྲངས་སུམ་ཅུ་སོ་དགུ། ཧིན་དུ་དང་ཁ་ཆེའི་ཆོས་ལུགས་བར། ཁྱད་ལས་འདས་པའི་སྲིད་ཀྱི་ཆོས་ལུགས། དུས་རབས་བཅུ་དྲུག་པའི་ནང་རྒྱ་གར་གྱི་ས་སྟེང་དུ་ངོ་མཚར་ཆེ་བའི་ཆོས་ལུགས་གསར་པ་ཞིག་དར་འཕེལ་བྱུང་བ་ནི་སྲིད་ཀྱི་ཆོས་ལུགས་རེད། ཆོས་ལུགས་འདིའི་ཐོག་མའི་དགེ་རྒན་ནི་གུ་རུ་ནཱ་ནཱཀ། གཅིག་སྟོང་བཞི་བརྒྱ་དྲུག་ཅུ་རེ་དགུ་ནས་གཅིག་སྟོང་ལྔ་བརྒྱ་སུམ་ཅུ་སོ་དགུ་བར་གུ་རུ་ནཱ་ནཱཀ་ཞུ་བ་ཁོང་རེད། ཁོང་ནི་ད་ལྟའི་ཆར་པཱ་ཀི་སི་ཐན་ནང་གི་ལཱ་ཧོར་ཞེས་པའི་ས་ཆའི་ཉེ་འགྲམ་གྱི་གྲོང་གསེབ་ཅིག་ནང་སྐུ་འཁྲུངས། བྱམས་སེམས་ཧ་ཅང་ཆེ་བས་སྐུ་གཞོན་ནུའི་དུས་ནས་སྙན་གྲགས་གང་སར་ཁྱབ། བཤད་སྲོལ་དུ། ཡབ་ཀྱིས་བཀུར་བའི་ཚོང་ཟོག་རྣམས། རང་ཉིད་ལ་ལམ་བར་དུ། སྤྲང་པོ་སུ་ཐུག་ཀྱང་ཁོང་ཚོར་སྦྱིན་རྐྱང་བྱེད། རྒྱ་གར་ནང་ཁ་ཆེའི་ཆོས་དཔོན་ཀ་བིར། གཅིག་སྟོང་སུམ་བརྒྱ་དགུ་བཅུ་གོ་བརྒྱད་ནས་གཅིག་སྟོང་བཞི་བརྒྱ་བཞི་བཞི་བརྒྱད་བར། ཀ་བིར་དང་ཧིན་དུའི་ཆོས་དཔོན་ཨེཀ་ནཱཐ། གཅིག་སྟོང་ལྔ་བརྒྱ་སུམ་ཅུ་སོ་ལྔ་ནས་གཅིག་སྟོང་ལྔ་བརྒྱ་དགུ་བཅུ་གོ་དགུ་བར། ཨེཀ་ནཱཐ་ཐེ་བའི་མི་སྣ་དུ་མས་སྣེ་ཁྲིད་དེ། ཆོས་ལུགས་འདུམ་ཐབས་ཀྱི་ལས་འགུལ་མི་ཉུང་བ་ཞིག་གུ་རུ་ནག་ནག་གི་དུས་སྐབས་སུ་ཡར་རྒྱས་ཆེན་པོ་མཐོང་རྒྱུ་ཡོད། ཆོས་དཔོན་དེ་དག་གིས་ཨ་ལ་དང། ཚངས་པ། ཁྱབ་འཇུག། དེ་བཞིན་མིང་བརྡ་མི་གཅིག་པ་ཡོད་སྲིད་པས་ལྷ་སྲུང་དེ་དག་གིས། དོན་དམ་པའི་ངོ་བོ་བཅད་པས་གཏན་ལ་ཕབ་ཅིང། ལྷག་པར་དུ་རིགས་རུས་ཀྱི་ཁྱད་པར་ལ་དོ་ནན་བྱེད་པ་ཤོལ་བཏབ་པ་དང། ཆོ་ག་ཕྱག་ལེན་ཐད་ཀྱི་ཁྱད་པར་ཕྲན་ཚེགས་རྣམས་གལ་ཆེན་པོ་མིན་པར། དེ་ལས་གལ་ཆེ་བ་ནི་ང་ཚོའི་ནང་སེམས་ཀྱི་རང་བཞིན་གཙང་མ་དེ་གྲུང་པོའམ་མངོན་པར་གསལ་བར་བྱ་རྒྱུ་དེ་ཡིན་ཞེས་ར་སྤྲོད་བྱས། ཧིན་དྷུའི་ནང་སྙན་ངག་འབྲི་མཁན་གྲགས་ཅན་མཁས་དབང་ཆོས་དཔོན་ཀ་བིར་མཆོག་གི་སྙན་ངག་ཅིག་གི་ནང། གནད་དོན་དེ་ཡིད་དུ་འོང་བའི་སྒོ་ནས་གསལ་འདུག། ཨོ་སྐྱིད་པོ། ཁྱེད་ཀྱིས་ང་གང་དུ་འཚོལ་གྱི་ཡོད་དམ། ང་ནི་ཁྱེད་རང་གི་འགྲམ་དུ་ཡོད། ང་ནི་མཆོད་ཁང་དུ་མེད་ལ་ཁ་ཆེའི་ལྷ་ཁང་དུའང་མེད། ཀ་པ་རུ་མེད་ལ་གངས་རིན་པོ་ཆེའང་མེད། ང་ནི་ཆོ་ག་དང་དགའ་སྟོན་ནང་མེད་ལ་ཡོ་ག་དང་བྱ་བྲལ་དུའང་མེད། གལ་ཏེ་ཁྱེད་རང་བདེ་སྐྱིད་དོན་དུ་གཉེར་མཁན་ངོ་མ་ཞིག་ཡིན་ན། ཁྱེད་རང་གིས་དུས་ཚོད་ངེས་ཅན་ཞིག་ཏུ་ང་མཐོང་བ་དང་ཐོས་པ་ཡོང་གི་རེད། བཀའ་བརྒྱད་ཀྱི་ས་རྡོ་ཚོགས། དཀོན་མཆོག་ནི་ཐམས་ཅད་ཀྱི་དབུགས་ཀྱི་དབུགས་ཡིན། བཀའ་བརྒྱད་ཀྱི་གསུང་འདི་ནི་ར་བི་ནྡ་ར་ནཱ་ཏའི་ཨོར་གྱི་འགྱུར། གུ་རུ་ནཱ་ནཱ་ཀི་རང་ཉིད་བཀའ་བརྒྱད་ཀྱི་དགེ་ཕྲུག་ཡིན་བཞིན་དུ་ཧིན་དུའི་སློབ་དཔོན་མང་པོའི་ཞབས་ལ་གཏུགས་ཏེ། རྩ་ཆེའི་རིག་བྱེད་ཀྱི་གཞུང Vedas སྦྱངས་གནང་བ་དང། ཁ་ཆེའི་གནས་ཆེན་མེ་ཁ་ལ་གནས་སྐོར་དུ་ཕེབས། འོན་ཀྱང་དགུང་ལོ་སོ་གཅིག་ལ་ཉིན་ཞིག་རྒྱུག་ཆུ་ཞིག་གི་ནང་ཁྲུས་གནང་ནས་བཞུགས་པའི་སྐབས་ཡ་མཚན་ཆེ་བ་ཞིག་ལ་ཁོང་གློ་བུར་དུ་ཡལ། དེ་ནས་ཉིན་གསུམ་གྱི་རྗེས་སུ་སླར་བྱོན་ཏེ། དཀོན་མཆོག་ནི་ཧིན་དུ་དང་ཁ་ལྕེ་གང་ཡང་མིན་པ་དང། ཁོང་རང་ཉིད་དཀོན་མཆོག་གིས་བསྟན་པའི་ལམ་གྱི་རྗེས་སུ་འབྲང་རྒྱུ་ཡིན་ཞེས་ཀུན་ལ་བཀྲལ། ཁོང་གིས་ཧིན་དུ་དང་ཁ་ཆེའི་རླབས་ཆེའི་ཆོས་ལུགས་ཀྱི་སྙིང་པོ་རྣམས་ཟླ་སྒྲིལ་བཏང་ནས་ཆོས་ལུགས་གསར་པ་ཞིག་གསར་གཏོད་མཛད་པ་དང། ད་གཟོད་སིག་གི་ཆོས་ལུགས་ཞེས་པ་བྱུང། རྒྱ་གར་གྱི་མུ་གྷེལ་རྒྱལ་པོ་ཨག་པར། གཅིག་སྟོང་ལྔ་བརྒྱ་ལྔ་བཅུ་ང་དྲུག་ནས་གཅིག་སྟོང་དྲུག་བརྒྱ་བཅུ་མེད་ལྔ་བར་དབང་བསྒྱུར་བྱས། རྒྱ་གར་གྱི་མུ་གྷེལ་རྒྱལ་པོ་ཨག་པར་གྱིས་ཆོས་ལུགས་གསར་པ་དེ་ལ་ཡི་རངས་ཤུགས་ཆེ་གནང་སྟེ། ཆོས་སྡེ་འཛུགས་སྐྲུན་ཆེད་ས་ཆ་མཁོ་སྤྲོད་གནང། དེར་རྨང་གཞིའི་འཛུགས་སྐྲུན་སྟེང་ནས་ཨམ་རི་དསར་གྲོང་ཁྱེར་ཆི་མིང་རྒྱ་མཚོ་ཞེས་བྱ་བ་ཆགས་ཏེ། སྙན་གྲགས་ཆེ་བའི་གསེར་གྱི་ལྷ་ཁང་དེ་བཞེངས། ངོས་རང་གསེར་གྱི་ལྷ་ཁང་དེར་འཚོགས་པའི་སྲིད་ཀྱི་རྩ་ཆེའི་གསུང་རབ། Adigrant། ཞེས་པ་དེ་བྱུང་ནས་ལོ་བཞི་བརྒྱ་འཁོར་བའི་དུས་དྲན་མཛད་སྒོར་བཅར་རྒྱུ་བྱུང། སྲིད་ཀྱི་རྗེས་འབྲངས་པ་རྣམས་ཀྱིས་གསུང་རབ་འདིར་གུས་བརྩི་ཆེན་པོ་བྱེད་པ་དང། དེ་ནི་མཐར་ཐུག་གི་དཀོན་མཆོག་ལྟ་བུར་བརྩི་བཞིན་ཡོད། སྲིད་ཀྱི་གུ་རུ་ཇུ་བ Gobind Singh མཆོག་གིས་རྩ་ཆེའི་གསུང་རབ་སྟེ། ཁོང་ཉིད་གཤེགས་པའི་རྗེས་སུ་སྲིད་ཀྱི་ཆོས་པ་རྣམས་ཀྱིས་བླ་མ་ཆགས་རྒྱུ་ཡིན་པར་གསུངས་པ་དེ། ང་རང་གི་ཆོས་ལུགས་ནང་སེམས་ཀུན་ཐེབས་པའི་སྒྲུང་ཞིག་དང་འདྲ་པོ་འདུག། དུས་རབས་བཅུ་གཅིག་པའི་ནང་བྱུང་བའི་བོད་ཀྱི་སྐྱེས་ཆེན་དམ་པ་འབྲོམ་སྟོན་པས་རང་གི་སློབ་མ་པོ་ཏོ་བའི་པང་དུ་དབུ་བཞག་སྟེ། སྐུ་ཞིང་ལ་འཕེལ་བའི་ཚུལ་མཛད་པའི་ཚེ། པོ་ཏོ་བ་ཐུགས་སྐྱོ་ནས། སྤྱན་ཆབ་བླ་མའི་ཞལ་རས་སྟེང་དུ་ཟགས། འབྲོམ་གྱིས་ཡར་གཟིགས་ཏེ། གར་བྱས་ནས་ངུ་གི་ཡོད། ཅེས་བཀའ་འདྲི་གནང་བ། པོ་ཏོ་བས། ངའི་བླ་མ་ནི་ཁྱེད་རང་ཡིན་པས། ད་ནས་བཟུང་ང་ལ་ཆོས་གང་ནས་ཐོབ་བམ། ཞེས་ཞུས། འབྲོམ་གྱིས་དེའི་ལན་དུ། ཁྱོད་འཇིགས་མི་དགོས། དཔེ་ཆ་རྣམས་བླ་མར་བསྟན་ཅིག། དེ་ལས་ཆོས་ཐོབ་བོ་ཞེས་གསུངས། ངོས་རང་གསེར་གྱི་ལྷ་ཁང་དུ་བསྐྱོད་ཐེངས་དང་པོ་དེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་རྒྱ་གར་དུ་ཐེངས་དང་པོ་ཡོང་བའི་སྐབས་སུ་རེད། ཕྱིས་སུ་སྙན་གྲགས་ཤིན་ཏུ་ཆེ་བའི་སིག་གི་སློབ་དཔོན Saint Feta Singh མཆོག་དང་མཉམ་དུ་སྒེར་གྱི་འབྲེལ་ལམ་འཛུགས་རྒྱུ་བྱུང། གང་ཡིན་ཟེར་ན་ཁོང་ནི་པ་ཇབ་མངའ་སྡེའི་ནང་བཞུགས་ཤིང། ང་སྡོད་ས་རྡ་རམ་ས་ནས་ཐག་རིང་པོ་ཞེ་དྲག་མེད། ངེད་གཉིས་ཐེངས་ཁ་ཤས་ཕན་ཚུན་ཐུག་འཕྲད་བྱེད་ཐུབ་པ་བྱུང། ཁོང་གིས་ཐུགས་བརྩེ་ཆེན་པོས་གུ་རུ་ནཱ་ནག་དང་གསེར་གྱི་ལྷ་ཁང་དང་འབྲེལ་བའི་སིག་མི་དམངས་ཀྱི་ལོ་རྒྱུས་ངོས་ལ་འགྲེལ་བཤད་གནང་བྱུང། སིག་གི་རྩ་ཆེའི་གསུང་རབ Adi Granth ངག་ནས་འདོན་པ་དང་ཆོས་པ་རྣམས་ཀྱིས་ཆོས་ཀྱི་བསྟོད་དབྱངས་འཐེན་པའི་རྒྱུན་སྲོལ་ཆེ་བོ་ཞིག་ལ་ཁོང་གིས་ང་རང་མགྲོན་འབོད་གནང་བྱུང། བྱེད་སྒོ་དེ་ལ་སིག་གིས་བག་ཆང་ཆེ་འབོད་ཅིང་སྲོལ་རྒྱུན་གྱི་ཐོག་ནས་མཛུབ་བསྣུན་འབུལ་རོལ། Harmonium། ཞེས་པའི་རོལ་ཆ་དང་འདྲ་བའི་རོལ་རྗེས་དང་མཉམ་དུ་སྲུང་བརྩི་ཞུ་སྲོལ་འདུག། དད་ལྡན་སྲིད་ཀྱི་ཆོས་པ་ཚོས་གསུང་རབ་དེར་གུས་བརྩི་བྱེད་ལུགས་ནི་སེམས་སྐུལ་ཐེབས་ངེས་ཤིག་འདུག། Gurdwara ཞེས་པའི་ཁོང་ཚོའི་མཆོད་ཁང་གི་ནང་དུ། ནམ་རྒྱུན་མཆོད་གཤོམ་ཞིག་ཡོད་པ་དང། སྨོན་ལམ་འདུ་ཚོགས་སྐབས་གོས་ཆེན་གྱིས་བཏུམས་པའི་གསུང་རབ་ཀྱི་དཔེ་ཆ་དེ་མར་བཏོན་ནས་པི་ཏི་ཆུང་ཆུང་ཞིག་གི་སྟེང་དུ་རྣམ་རྒྱལ་མཆོད་གཤོམ་དེའི་ནང་འཇོག་གི་ཡོད། མཆོད་དཔོན་ཞིག་གིས་དཔེ་ཆ་དེ་ཀློག་བཞིན་པ་དང་མཉམ་དུ། ཁྲིད་དེར་མི་གཅིག་གིས་རླུང་གཡབ་དཀའ་བ་ཞིག་འཕྱར་ནས་སྡོད་ཀྱི་ཡོད། སྤྱིར་བཏང་དཔེ་ཆ་དེ་ནི་རོལ་དབྱངས་དང་མཉམ་དུ་འདོན་གྱི་འདུག་དེར་བརྟེན་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ལོར་པ་ཏི་ཡ་ལ་རུ་ཡོད་པའི་པན་ཇབ་གཙུག་ལག་སློབ་གྲྭ་ཆེན་མོའི་འགོ་འཛུགས་ཀྱི་མཛད་སྒོར་རྩ་ཆེའི་གསུང་རབ་ཨིན་ཡིག་ཏུ་ཡིག་སྒྱུར་ཤོད་པ་དེ་དབུ་འབྱེད་ཆེད་ངོས་མགྲོན་འབོད་གནང་དུས་ཧ་ཅང་ཡིད་ཚིམ་ངེས་ཤིག་འདུག་ཆོས་ལུགས་གཞན་གྱི་བྱེ་བྲག་པ་མང་པོ་ལྟར་ངོས་ལའང་ད་ལྟ་རྩ་ཆེའི་གསུང་རབ་དེ་ཀློག་རྒྱུའི་གོ་སྐབས་དང། དེའི་སེམས་དོན་གྱི་རྣམ་དཔྱོད་ལས་ཕན་ཐོགས་ངེས་ཅན་ཞིག་བྱུང་ཡོད། བསྔགས་པར་འོས་པའི་སྲིད་ཀྱི་ཆོས་ལུགས་ཀྱི་ཉམས་ལེན་གྱི་ཁྱད་ཆོས་གཅིག་ནི། སྤྱིར་གཞན་ལ་ཞབས་འདེགས་སྒྲུབ་རྒྱུ་དང། སྒོས་སུ་དབུལ་ཕོངས་ཚོ་རོགས་རམ་བྱ་རྒྱུ་དེ་རེད་འདུག་ལྡི་ལིར་ཡོད་པའི་སྲིད་ཀྱི་སྐད་གྲགས་ཆེ་བའི་ཆོས་ཁང་དེ་བས་སྲིད་ཀྱི་ཆོས་ཁང་མང་པོའི་ནང་ང་རང་འགྲོ་མྱོང་ཡོད། ཆོས་ཁང་དེ་དག་མང་ཆེ་བའི་ནང་མཆོད་མཇལ་དུ་སུ་མཆིས་ཀྱང་ཁ་ལག་རིན་མེད་དུ་གནང་མཁན་སྦྱིན་པའི་ཐབས་ཚང་འདུག་ལོ་རྒྱུས་ཀྱི་ཐོག་ནས་བལྟས་ན། ལུགས་སྲོལ་འདི་ནི་ལམ་ཟུར་དུ་ལྷག་པའི་དཀའ་ངལ་ཅན་དང་ཉམ་ཐག་ཐེ་བའི་དགོས་ངེས་ཅན་ལ་བརྩེ་བ་ཆེན་པོས་རོགས་རམ་བྱ་དགོས་རྒྱུའི་རྩ་འཛིན་ཞིག་ལས་རིམ་གྱིས་དར་ཡོད་ཚོད་འདུག་ངོས་ལ་བརྗོད་གསལ་ཐ་ན་གྲོང་ཁྱེར་ནང་བྲེལ་ཟིང་ཆེ་བའི་ཆེད་ལས་པ་དང། གཟིགས་མང་ཆེ་བའི་ཐབ་ཚང་དེ་དག་ནང་འཆར་ཅན་ལས་ཀ་བྱས་ཏེ་ཁ་ལག་འདྲེན་རོགས་བྱ་རྒྱུ་ནི་ཅི་སྲིད་དུ་འགྱུར་ཡོད་མདོར་ན་རྩ་ཆེའི་གསུང་རབ Adigrantha ནང་ཡིད་འོང་བའི་ཚིགས་བཅད་ཅིག་ཡོད་པ་ནི། གཞན་སེམས་མེད་པའི་སྦྱིན་པས་ནི། རང་གི་འདུན་པ་ཁོང་མི་ཐུབ། ཉམས་སུ་ལེན་པའི་ནང་དུ་ནི། ཡང་དག་སྤྱོད་པ་ཚང་བ་དགོས། Guru Nanak Dev། པེ་ཅིང་དགུ་བརྒྱ་དགུ་ཅུ་གོ་གཉིས་ལ་ཡིན་བདུན་པ། ཤོག་གྲངས་བཞི་བཞི་བཞི་བཞི། རྒྱ་གར་ནི་འཛམ་གླིང་ནང་གི་ཆོས་ལུགས་གཞན་གྱི་གནས་བདག་ལྟ་བུ་ཡིན། རྒྱ་གར་གྱི་ཉེ་བའི་གླིང་གྲལ་ཁག་ན་དར་པའི་ཨེབ་ར་ཧམ་ཆོས་ལུགས་ཁག་ལས་ཐོག་མ་དེ་ནི་ཕལ་ཆེའི་ཡེ་ཤུའི་ཆོས་ལུགས་ཡིན་རྒྱུ་རེད། འོན་ཀྱང་ཚང་མས་ཤེས་ཀྱི་མེད། ལོ་རྒྱུས་སྨྲ་བ་ཁ་ཤས་ཀྱིས་བརྗོད་གསལ་ལྟར་ན། དུས་རབས་དང་པོའི་ནང་སྟོན་པ་ཡེ་ཤུ་ཡི་དངོས་སློབ། ཐོ་མོས་ཇུ་བ་ཀོང་ཁོ་ཆིན་གྱི་ཉེ་འགྲམ་ཀ་རེ་ལ་མངའ་སྡེའི་མཚོ་འགྲམ་དུ་སླེབས་ནས། རྒྱ་གར་ལྷོ་ཕྱོགས་ཀྱི་རྒྱལ་ཁམས་དེའི་ཁོངས་ཀྱི་ས་གནས་འདྲ་མིན་ལ་ཡེ་ཤུའི་ལྷ་ཁང་གསར་འཛུགས་གནང་འདུག་ངོས་རང་ཁོང་གི་པུར་ཁང་ཡོད་སའི་ཡེ་ཤུའི་ལྷ་ཁང་དེ་ནང་ཕྱིན་པ་ཡིན། ཀ་རེ་ལ་ནི་རྒྱ་གར་ནང་རྗེའུ་མི་རིགས་སླེབས་ས་ཐོག་མ་དེ་ཡིན་ཞིང། མི་ལོ་ཉིས་སྟོང་སྔོན་ཁོང་གི་གྲུ་གཟིངས་བརྒྱུད། Cochin Journey། དེ་གར་སྐྱབས་བཅོལ་ཞུས་འདུག་དེང་སང་ཡང་ཀེ་རེ་ལའི་ནང་གནས་པའི་རྗེའུ་མཆོད་ཁང་ཞིག་གི་ནང་ངོས་གནས་མཇལ་དུ་འགྲོ་རྒྱུའི་གོ་སྐབས་བྱུང། དེའི་ནང་ཆེས་སྔ་མོའི་རྗེའུ་སྐྱབས་བཅོལ་བ་དེ་དག་གིས་རྒྱུ་བ་མཚོན་པའི་རྗེའུ་ཆོས་ལུགས་ཉམས་ལེན་བྱེད་མཁན་གྱི་སྤྱི་ཚོགས་ཆུང་ཆུང་ཞིག་འདུག་གསུམ་པ་ཁ་ཆེ་ཆོས་བྱུང་བ་རེད། དེ་ཡང་ཐོག་མར་དབུས་ཨེ་ཤི་ཡའི་ཐང་འདིར་ནས་བྱུང་ཞིང། ཁོང་ཚོའི་བརྒྱུད་པས་ཕྱིས་སུ་རྒྱ་གར་ནང་མུ་ཁའི་རྒྱལ་རྒྱུད་བཙུགས་པ་རེད། དེ་མིན་ཆོས་ལུགས་གཞན་གཉིས་ཀྱིས་ཀྱང་རྒྱ་གར་གྱི་སེམས་དོན་དང་ཆོས་ལུགས་གནས་སྟངས་ཐད་ཡུན་དུ་གནས་པའི་ཤུགས་རྐྱེན་སྦྱིན། དེ་གཉིས་ནི་ཛོ་ར་སའི་ཆོས་ལུགས་ཞེས་པའི་གནའ་བོའི་ཆོས་ལུགས་ཤིག་ཡིན་ཞིང། དཀོན་མཆོག་གཅིག་རྐྱང་འདོད་པའི་ཆོས་ལུགས་ཀྱི་ཁྲོད་ནས་རྙིང་ཤོས་ཤིག་ཆགས་ཡོད། གཞན་དེ་ནི་བཱ་ཧའི་ཆོས་ལུགས། Bahá'í Faith། ཞེས་དུས་རབས་བཅུ་དགུ་པའི་ནང་གི་ཆོས་ལུགས་ཀྱི་འཕེལ་ཁ་གསར་མ་ཞིག་རེད། ཛོ་རི་སའི་ཆོས་ལུགས་ནི་སྤྱི་ལོའི་སྔོན་གྱི་ལོ་ངོ་སྟོང་ཕྲག་གཅིག་ལྷག་ཙམ་གྱི་སྔོན་དུ་པར་ཤི་ཡའི་ནང་བྱུང་བ་དང་ཆོས་ལུགས་འདིས་ཆོས་ཐམས་ཅད་ཀྱི་བྱེད་པོ་བཏགས་པའི་དཀོན་མཆོག་གཅིག་ཁོ་ན་འདོད་དེ། དཀོན་མཆོག་གཅིག་རྐྱང་འདོད་པའི་ལྟ་བ་དར། དེང་སྐབས་ཆོས་བརྒྱུད་འདིའི་ཚོགས་སྡེ་ཆེ་ཤོས་ཤིག་རྒྱ་གར་གྱི་གྲོང་ཁྱེར་མམ་བྷེ་རུ་རྟེན་གཞི་བྱས་ཡོད། ང་ཚོ་བོད་པ་ཚོ་དང་ཆོས་བརྒྱུད་དེའི་བར་ཐུན་མོང་གི་ཉམས་ལེན་གཅིག་ཡོད་པ་ནི། དགེ་བའི་བྱ་བ་ཞིག་ཏུ་ཤི་བའི་རྗེས་ཕུང་པོ་བྱ་རྒོད་ལ་སྦྱིན་པ་བཏང་བ་འདི་རེད། རྒྱུན་དུ་པར་སི་ཞེས་འབོད་པའི་རྒྱ་གར་གྱི་སྤྱི་ཚོགས་འདིའི་ཚོགས་མི་རྣམས་སྤྱི་ཚོགས་ཞབས་ཞུ་དང་དགེ་བའི་བྱ་བ་ཧུར་སྐྱེད་ཧ་ཅང་ཆེན་པོ་ཡོད་ཅིང། ལྷག་པར་དུ་དབུལ་ཕོངས་རྣམས་ཀྱི་ཆེད་དུ་སྨན་ཁང་དང་སློབ་གྲྭ་གསར་འཛུགས་ཆེད་བླ་ན་མེད་པའི་ནུས་ཤུགས་འདོད་མཁན་ཞིག་ཡིན། དོན་དངོས་སུ་ཁོང་ཚོ་ནི་མི་སྟོང་ཕྲག་ཁ་ཤས་ལས་གྲུབ་པའི་སྤྱི་ཚོགས་ཆུང་ཆུང་ཞིག་ཏུ་སོ་སོའི་ཕ་ཡུལ་ལས་རིང་དུ་གྱེས་ཏེ་གཞན་ཡུལ་དུ་ཡུན་རིང་སྐྱབས་བཅོལ་བྱས་ཏེ་སྡོད་དགོས་བྱུང་ཡང། ཁོང་ཚོས་རང་ཉིད་ཀྱི་ཆོས་ལུགས་དང་རིག་གཞུང་གི་ངོ་བོ་གཅེས་སྲུང་བྱེད་སྟངས་དང། དེ་བཞིན་རྒྱ་ཆེ་ས་ནས་རྒྱ་གར་གྱི་སྤྱི་ཚོགས་ནང་གལ་ཆེའི་ཞབས་སྟེགས་བསྒྲུབས་དང་སྒྲུབ་བཞིན་པ། ང་རང་ཡིད་སྨོན་ཚད་མེད་སྐྱེས་ཀྱི་འདུག་བ་ཧའི་ཆོས་ལུགས་ནི་རྒྱ་གར་ནང་ག་ལ་གང་འཚམ་ཁྱབ་ཆེན་པོ་ཡོད། འཛོར་སའི་ཆོས་ལུགས་དང་འདྲ་བར་དེ་ཡང་པར་ཤེས་ནས་བྱུང། དུས་རབས་བཅུ་དགུ་པའི་དུས་དཀྱིལ་དུ་བ་ཧའི་ཨུ་ལ་ཞེས་པ་ཁོང་གིས་སྲོལ་གཏད་པ་ཞིག་ཡིན། ལྟ་གྲུབ་ཐ་དད་པ་རྣམས་གཅིག་ཏུ་བསྡུམ་ཐབས་སུ་འབད་བརྩོན་བསྟེན་མཁན་གྱི་ཆོས་ལུགས་འདི། དཀོན་མཆོག་གཅིག་ཁོ་ན་ལས་མེད་པ་དང། འཛམ་གླིང་གི་ཆོས་ལུགས་ཚང་མ་དཀོན་མཆོག་གཅིག་པོ་དེ་ལས་བྱུང་ཞིང། ད་ལྟའི་ཆར་མི་རྣམས་ཀྱིས་གཅིག་གྱུར་གྱི་གནས་ལུགས་དེ་ངོས་འཛིན་བྱ་རྒྱུའི་དུས་ལ་བབ་པར་འདོད་ཀྱི་ཡོད། མ་གཞི་ངོས་རང་ཆོས་ལུགས་དུ་མ་འདུམ་ཐབས་བྱེད་པའམ་ཆོས་ལུགས་ཐ་དད་པ་རྣམས་ཟླ་སྒྲིལ་གཏོང་རྒྱུར་རྒྱབ་སྐྱོར་བྱེད་མཁན་ཞིག་མིན་ནའང། འཛམ་གླིང་ཞི་བདེར་དམིགས་པའི་སྦ་ཧེ་ཡི་ཆོད་སེམས་ལ་ངས་ཡིད་སྨོན་ཚད་མེད་ཞུ་གི་ཡོད། ཁོ་ཚོས་ཆོས་ཕྱོགས་དང་རིག་གཞུང། མི་རིགས། ཕོ་མོའི་ཁྱད་པར་བཅས་ལ་གཞི་བྱས་པའི། ཕྱོགས་ལྷུང་གི་གནས་སྟངས་མེད་པ་བཟོ་ཆེད་དམིགས་བསལ་དོ་སྣང་བྱེད་ཅིང། བཅོས་མིན་གྱི་འཛམ་གླིང་ཞི་བདེ་འཚོལ་རྒྱུ་ནི། ང་ཚོའི་དུས་སྐབས་འདིའི་ནང་དགོས་གལ་ཆེ་ཤོས་དེ་ཡིན་ཚུལ་ནན་བརྗོད་བྱེད་ཀྱི་འདུག་དེའི་འབྲས་བུར་སྦ་ཧེའི་ཆོས་པ་རྣམས་ཞི་བདེའི་ལས་འགུལ་ཐད་དམིགས་བསལ་ཧུར་སྐྱེད་ཆེ་བས་མཉམ་ཞུགས་བྱེད་མཁན་མང་བ་དང། ལྷག་པར་དུ་གཞོན་སྐྱེས་ཁྲོད་ནས་མང་པོ་ཡོང་གི་ཡོད། ད་དུང་ཆོས་ལུགས་ནང་ཁུལ་གྱི་མཆོད་འབུལ་ཚོགས་བཅོམ་སྐབས་ཁོང་ཚོ་ཡོད་པའང་མངོན་གསལ་དོད་པོ་ཡོད། ངོས་ལ་ལྡི་ལི་གསར་པའི་ནང་ཡོད་པའི་ཁོང་ཚོའི་ལྷ་ཁང་ངོ་མཚར་ཅན་དེའི་ནང་གནས་མཇལ་དང་སྨོན་ལམ་རྒྱག་རྒྱུའི་གོ་སྐབས་བྱུང། དེའི་དབྱིབས་ནི་འདབ་མ་མང་པོ་ཡོད་པའི་མེ་ཏོག་པད་མ་ཞིག་དང་འདྲ་བར་སྣང། དེང་སང་ལྷ་ཁང་དེ་ནི་རྒྱ་གར་གྱི་རྒྱལ་སའི་ནང་ཕུལ་བྱུང་བའི་བཟོ་བཀོད་ཀྱི་སྒྱུ་རྩལ་མཚོན་པའི་དན་རྟགས་གལ་ཆེན་ཞིག་ཆགས་འདུག་ཅེག་སྟོང་དགུ་བརྒྱ་དགུ་ཅུ་གོ་གསུམ་ལོའི་ནང་ངོས་ཀྱིས་ཤར་ཡུལ་གྲུར་ཐོག་མར་བསྐྱོད་དུས། ཨིསི་རཱཨེལ་མཚོ་ངོགས་གྲོང་ཁྱེར་ཧཱེ་ཧྥ་ཁུལ་གྱི་རེའུ་ཁར་མེལ། Mount Carmel། སྟེང་དུ་ཆགས་པའི་ངོ་མཚར་ཆེ་བའི་མཆོད་ཁང་ནང་བསྐྱོད་དེ། བཱ་ཧེ་ཨུ་ལེ་ཡི་པུར་ཁང་ལ་གུས་འདུད་ཞུ་རྒྱུ་བྱུང། ཤོག་གྲངས་བཞི་བཅུ་བཞི་བདུན། རྒྱ་གར་གྱི་ཉམས་མྱོང་ལས་འཛམ་གླིང་གི་བློ་སྐྱེད་གང་ལེན་ཐུབ་བམ། རྒྱ་གར་ནང་ཆོས་ལུགས་སྣ་ཚོགས་གནས་པའི་ལོ་རྒྱུས་ཁྲོད་ཀྱི་རླབས་ཆེའི་དངོས་དོན་གཅིག་ནི། ལོ་ངོ་སྟོང་ཕྲག་ཁ་ཤས་རིང་མངོན་གསལ་དོད་པོར་ཆོས་ལུགས་ནང་ཁུལ་དུ་དམག་འཁྲུག་གཅིག་ཀྱང་མ་བྱུང་བ་དེ་རེད། རྒྱ་གར་གྱི་རྒྱལ་པོ་ཆོས་རྒྱལ་མྱ་ངན་མེད་ཀྱིས་ཐོག་མར་ཡུལ་ཀ་ལིང་དབང་དུ་བསྡུས་པའི་རྗེས། ནང་ཆོས་རང་ལུགས་སུ་བརྟེན་ནས་ཉམས་ལེན་གནང་འགོ་བཙུགས། འོན་ཀྱང་རྒྱ་གར་རྒྱལ་ཁབ་སྤྱི་ཡོངས་སུ་སྐབས་དེའི་ཆོས་ལུགས་ཆེ་ཁག་གསུམ་སྟེ། ནང་ཆོས་དང། ཧིན་དུའི་ཆོས་ལུགས། སྤྱིར་བོད་པའི་ཆོས་ལུགས་རྣམས་ཀྱིས་གཅིག་གིས་གཅིག་ལ་བཟོད་བསྲན་ཆེན་པོས་རིས་མེད་དུ་གནས་རྒྱུ་སྲ་བརྟན་བཟོས་ཡོད། ཁོང་གི་ཁྲིམས་ཁང་དང། དེ་བཞིན་བློན་ཆེན་ཁོངས་ཆོས་ལུགས་གསུམ་ཀའི་འཐུས་མི་ཡོད། རྒྱ་གར་ནང་ཆོས་ལུགས་སྣ་མང་ཡོད་པའི་ཁྲོད། གཅིག་གིས་གཅིག་ལ་བཟོད་བསྲན་ཆེན་པོས་གནས་ཐུབ་པས་རྒྱ་གར་གྱི་མིག་དཔེ་གཅེས་ནོར་ཐམས་ཅད་ཆོས་རྒྱལ་མྱ་ངན་མེད་ཀྱིས་མདོ་ཡི་དོན་ཚན་བཅུ་གཉིས་པའི་ནང་ཆད་ལུས་མེད་པར་བཀོད་ཡོད། རྡོ་རིང་དེ་ཡེ་ཤུའི་དུས་རབས་འགོ་མ་འཛུགས་པའི་སྔོན་དུ་བཞེངས་པ་རེད། དཀོན་མཆོག་ལ་དད་གུས་བྱེད་མཁན་ཆོས་རྒྱལ་མྱ་ངན་མེད་ཀྱིས་རྙེད་པའམ་མིང་གྲགས་རྣམས་ཆོས་ལུགས་ཚང་མའི་ལྟ་གྲུབ་ཀྱི་གལ་ཆེའི་ཡར་རྒྱས་ནང་གཞི་གལ་ཆེན་པོ་བརྩི་གི་མེད། ལྟ་གྲུབ་ཀྱི་སྙིང་པོ་ཡར་རྒྱས་འགྲོ་ཚུལ་སྣ་ཚོགས་ཡོད་ཀྱང། དེའི་གཞི་རྩ་ནི་རང་གི་སྨྲ་བརྗོད་ལ་ཚོད་འཛིན་བྱ་རྒྱུར་ཐུག་ཡོད། དེ་ཡང་རང་གི་ཆོས་ལུགས་ལ་ཆེ་བསྟོད་དང། མི་འཚམ་པ་ཅུང་ཟད་བྱུང་འཕྲལ་གཞན་གྱི་ཆོས་ལུགས་ལ་སྨད་ར་གཏོང་བའམ་ཡང་ན་ཁོག་འཇམ་པོའི་ཐོག་ནས་དམའ་འབེབས་སུ་བྱ་མི་ཉན། དུས་དང་རྣམ་པ་ཀུན་ཏུ་གཞན་གྱི་ཆོས་ལུགས་ལ་ཆེ་བསྟོད་བྱེད་དགོས། དེ་ལྟར་བྱས་ན་རང་གི་ཆོས་ལུགས་ཀྱི་སྟོབས་ཤུགས་འཕེལ་བ་དང་གཞན་ལ་ཕན་ཐོགས་བྱེད་ཐུབ། དེ་ལས་ལྡོག་སྟེ་བྱས་ན་རང་གི་ཆོས་ལུགས་ཀྱི་སྟོབས་ཤུགས་ཉམས་པ་དང་གཞན་ལའང་གནོད་རྒྱུ་རེད། མ་ཟད་སོ་སོའི་ཆོས་ལའང་དད་པ་མེད་པར་བཅོས་མའི་རྣམ་འགྱུར་གྱི་ཐོག་ནས་མི་སུ་འདྲ་ཞིག་གིས་རང་གི་ཆོས་ལ་ཆེ་བསྟོད་དམ་གཞན་ལ་སྨད་ར་བཏང་ན། དེས་རང་གི་ཆོས་ལ་གནོད་ཚབས་ཆེ། དེས་ན་མཐུན་ལམ་ནི་གཞན་ལ་བསྔགས་བརྗོད་བྱ་རྒྱུ་དེ་ཡིན། དེ་ལ་བརྟེན་ནས་མི་རྣམས་ཀྱིས་གཅིག་གིས་གཅིག་ལ་ཉན་འཇོག་ཐུབ་པ་ཡོང་རྒྱུ་རེད། ཆོས་རྒྱལ་མྱ་ངན་མེད་དང་མུ་རཡཱས་རྒྱལ་རྒྱུད་ཉམས་རྒུད་ལྷན་ཐབས་ལྔ་པ། དུས་རབས་བར་མའི་སྐབས་སུ་རྒྱལ་རྒྱུད་རིམ་པར་བྱུང་བ་དང། རྒྱ་གར་གྱི་ཉེ་བའི་གླིང་ཆེན་ཐེ་བའི་རྒྱལ་ཕྲན་ཐ་དད་པ་མང་དག་ཅིག་བྱུང་བའི་བརྒྱུད་རིམ་ཁྲོད། ཧ་ལམ་ས་སྐྱོང་ཚང་མས་ཕ་མེས་ཀྱི་ཆོས་བརྒྱུད་གསུམ་པོ་དེར་གུས་བརྩི་བྱས་ཡོད། ཆོས་ལུགས་དེ་དག་གནས་པ་ཙམ་གྱིས་དོན་དངོས་ཐོག་ནས་ཉིན་བཞག་མ་བྱས་པར། དེ་དག་བར་ཕྱོགས་གཉིས་ཀར་ཕན་པའི་ཤེས་ཡོན་འགྲན་བསྡུར་དང་ཕན་ཚུན་གུས་བརྩི་ཟབ་མོ་ལྡན་པའི་འབྲེལ་ལམ་དམ་པོ་ཞིག་ཡོད། སྲོལ་རྒྱུན་གསུམ་པོ་དེ་དག་གིས་མཁས་པ་ནང་ཕན་ཚུན་རིགས་པའི་ལམ་ནས་རྩོད་པ་ཤུགས་ཆེན་པོ་བྱེད་སྲོལ་ཡོད་པ་དང། རེ་རེས་རང་ལུགས་བཞག་སྟེ་གཞན་ལུགས་འགོག་གི་ཡོད། སྐབས་རེ་སེམས་ངར་ཆེན་པོས་རྩོད་པ་ཚུལ་འཛིན་མ་ཐུབ་པ་ཆགས་ཏེ། ལྟ་གྲུབ་བྱེ་བྲག་པ་ཞིག་གི་ལུགས་རིགས་པའི་ལམ་ནས་རང་སྲུང་བྱ་རྒྱུ་དེ་ཉེན་ཁ་ཆེན་པོ་ཆགས་ཀྱི་ཡོད། དཔེར་ན། སྔོན་རྒྱ་གར་ནང་སྐབས་རེ། རྒྱལ་པོ་དབུ་བཞུགས་ཐོག་མིའི་དམག་གི་ལུགས་མཐུན་རྩོད་པའམ་བགྲོ་གླེང་ཚོགས་སྲོལ་ཡོད་ཅིང། མཐར་རྒྱལ་ཁ་ཕམ་མཁན་གྱི་ཕྱོགས་དེ་འགོ་ཁྲིད་དང། ཁོ་པའི་སྐབས་དེའི་སློབ་མ་རྣམས་ཐོབ་མཁན་གྱི་ཆོས་ལུགས་དེའི་ནང་འཛུལ་དགོས་ཀྱི་ཡོད་པར་གྲགས། དཔེར་ན་སྙན་གྲགས་ཆེ་བའི་ནཱ་ལེནྡྲའི་དགོན་པར་རྒྱལ་སྒོ་བཞི་ཡོད་པ་སོ་སོར་རྩོད་པར་མཁས་པའི་མཁས་པ་རེ་སྒོ་སྲུང་དུ་འཇོག་སྲོལ་འདུག་གལ་ཏེ་ཕྱི་ནས་ཁ་གཏད་དུ་རྩོད་མདའ་ཞིག་སླེབས་ན། སྔོན་ལ་སྒོ་སྲུང་བ་གྲྭ་པ་དེ་དང་རྩོད་པ་རྩེད་ནས་རང་ཉིད་བརྩི་བཀུར་འོས་པ་ཞིག་ཏུ་ཁུངས་སྐྱེལ་བྱེད་དགོས། ཆོས་ལུགས་ནང་ཁུལ་བ་ལྟ་གྲུབ་ཀྱིས་རྩོད་བའི་སྲོལ་དེའི་གྲུབ་འབྲས་ནི་ཆོས་ལུགས་གསུམ་ཀ་འཕྱུག་ཏུ་འགྲོ་བར་མ་ཟད། སེམས་དོན་གྱི་བསྒྲུབ་བྱ་ལས་ལོགས་སུ་མེད་པའི་ལྟ་གྲུབ་ཀྱི་རིག་གཞུང་ཡང་འཕྱུག་ཏུ་འགྲོ་གི་ཡོད། ངེད་ཅག་གྲོས་མོལ་ཞིག་གི་སྐབས་རྒྱ་གར་ཆབ་སྲིད་པ་སྙན་གྲགས་ཅན་ཨེལ་ཀེ་ཨཱདཝཱ་ནི་མཆོག་གིས་ལོ་རྒྱུས་ཀྱི་དོན་སྙིང་ཡོད་པའི་ཆོས་ལུགས་འདྲ་མིན་ནང། ཕན་ཚུན་དབར་གྱི་བགྲོ་གླེང་དེ་ནི། རྒྱ་གར་ནང་སྲིད་དོན་ཚོགས་པ་སྣ་ཚོགས་ཡོད་པའི་མང་གཙོའི་ལམ་ལུགས་བརྟན་པོ་ཞིག་འཛུགས་ཐུབ་པའི་རྒྱུ་རྐྱེན་གཙོ་བོ་ཞིག་ཡིན་ཞེས་ངོས་ལ་གསལ་སྟོན་གནང་བྱུང། མ་ཟད་བགྲོ་གླེང་ངམ་རྩོད་པ་དེ་དག་ལ་བརྟེན་ནས་རིག་གཞུང་ཞིག་མངོན་འགྱུར་བྱུང་ཞིང། དེ་ལས་མི་སྒེར་པ་དང་སྡེ་ཁག་རྣམས་རྒྱུན་དུ་སེམས་ཚོར་དྲག་པོ་དང་ངར་ཤུགས་ཆེན་པོས་རྩོད་གླེང་ནང་ཞུགས་ནའང། སྤྱིའི་ཆ་ནས་ཚོགས་པ་རྣམས་ཀྱིས་གཅིག་གིས་གཅིག་ལ་ཁ་ཞེ་གཉིས་མེད་ཀྱིས་མཁས་པར་བརྩིས་ཏེ་མུ་མཐུད་དེ་གུས་བརྩི་ཞུ་གི་ཡོད། ཕྱོགས་གཞན་ཞིག་ནས་ལྟ་བ་དང་ལངས་ཕྱོགས་གང་ལ་སྐྱོན་བརྗོད་བྱེད་མཁན་དང། དེ་དག་ལ་རྒྱབ་སྐྱོར་བྱེད་མཁན་གཉིས་དབར་ཁྱད་པར་གསལ་པོ་ཕྱེས་ཡོད། དེའི་དཔེ་མཚོན་གསལ་པོ་གཅིག་ནི་ལེགས་སྦྱར་སྐད་དུ། ཅར་བ་ཀ་ཞེས་འབོད་པས་ཀྱང་ཕན་པའི་གྲུབ་མཐའ་རེད། གྲུབ་མཐའ་དེས་རྒྱ་གར་གྱི་གནའ་བོའི་ཆོས་ལུགས་ཀྱི་སྲོལ་རྒྱུན་གཞན་ཕལ་མོ་ཆེ་དང་རྦད་མི་མཐུན་པའི་ལྟ་གྲུབ་ཀྱི་འདོད་ཚུལ་ཞིག་གསུང་གི་ཡོད། དཔེར་ན། གྲུབ་མཐའ་གཞན་དང་མི་འདྲ་བར་ཀྱང་ཕན་པས་སྐྱེ་བ་སྔ་ཕྱིའི་རྣམ་བཞག་གཏན་ནས་མི་འདོད་པ་དང། ལུས་ཞིག་པ་ན་སེམས་སམ་གང་ཟག་བརྒྱ་འཇིག་པར་འདོད། དེར་བརྟེན་ཁོང་ཚོས་ལས་འབྲས་ཀྱི་རྣམ་བཞག་ཁས་མི་ལེན་པ་མ་ཟད། ཀུན་ལས་ལྷག་པའི་གང་ཟག་ཅིག་ཐམས་ཅད་ཀྱི་བྱེད་པོར་ཡང་མི་འདོད། དེར་མ་ཟད་ལྷ་སོགས་མི་འདོད་ཅིང་ཡོད་པ་དང་དབང་པོ་མངོན་སུམ་གྱི་ཡུལ་གཉིས་གཅིག་ཏུ་འདོད། དེར་བརྟེན་གནའ་བོའི་རྒྱ་གར་གྱི་སྒྲུབ་སྡེ་གཞན་ཚང་མས་འདི་ལ་ཆད་ལྟ་སྨྲ་བ་རེད་ཅེས་སྐྱོན་བརྗོད་དྲག་པོ་བྱས་པ་དེར་ཧ་ལས་རྒྱུ་གང་ཡང་མེད། དེ་ལྟ་ན་ཆོས་བརྒྱུད་དེའི་སློབ་དཔོན་ངོ་མ་རྣམས་ལ་གུས་བརྩི་ཆེན་པོས་དྲང་སྲོང་ཞེས་ཆེ་བསྟོད་བྱེད་ཀྱི་ཡོད། དེ་ནི་དབྱིན་སྐད་ནང Sage ཞེས་བསྒྱུར་ན་ཆོག། སྤྱིར་བཏང་ནས་ཆོས་ལུགས་མི་གཅིག་པའི་ཁྱིམ་ཚང་ངམ། གང་ཟག་སྒེར་པ་རྣམས་ཁྱིམ་མཚེས་བྱས་ཏེ་འདུས་སྡོད་བྱེད་པ་ནི་དེང་སང་འཛམ་གླིང་གི་ས་ཁུལ་མང་པོའི་ནང་གསར་པ་ཞིག་ཆགས་ཡོད། འོན་ཀྱང་རྒྱ་གར་ནང་ལོ་ཉིས་སྟོང་ལྷག་ཙམ་གྱི་སྔོན་ནས་བཟུང་གནས་ཚུལ་དེ་ཉིན་རེའི་དངོས་ཡོད་གནས་སྟངས་ཤིག་ཆགས་ཡོད། ཆོས་ཕྱོགས་ཀྱི་དད་པ་མི་གཅིག་པའི་ཁྱིམ་ཚང་ཞིག་སོ་སོའི་ཁྱིམ་མཚེས་བྱས་ཏེ་སྡོད་པ་ནི་རང་གི་བདེ་འཇགས་སམ་རང་གི་ཆོས་ལུགས་ལ་ཉེན་ཁ་འདྲ་པོ་ཞིག་རྩ་བ་ནས་ཚོར་གྱི་མེད། སྤྱི་ཡོངས་ནས་ཆོས་ལུགས་གསུམ་པོ་དེ་དག་གི་རྗེས་འཇུག་པ་རྣམས་ལ་སོ་སོའི་ཆོས་ལུགས་གཞན་དུ་བསྒྱུར་དགོས་ཞེས། སྐུལ་འདེད་བྱེད་མཁན་རྩ་བ་ནས་མེད་ལ། སོ་སོའི་ཆོས་ལུགས་དེ་དབང་ཤུགས་ཆེ་ཤོས་ཤིག་བཟོ་དགོས་ཞེས་ཚ་འདེད་གཏོང་མཁན་ཡང་མེད། གནས་སྟངས་དེ་ལྟའི་སྐབས་དུས་རབས་བཅུ་པའི་མཇུག་ཙམ་ལ་ཁ་ཆེའི་ཆོས་ལུགས་སླེབས་པ་རེད། དང་ཐོག་རྒྱ་གར་ནང་ཁ་ཆེའི་ཆོས་དེ་དབུས་ཨེ་ཤི་ཡའི་འབྲོག་པའི་མི་ཚོགས་ཤིག་གིས་གློ་བུར་དུ་དཔུང་འཇུག་བྱས་པ་བརྒྱུད་སླེབས་འགོ་བཙུགས་ཤིང། རྩ་བའི་ཁོང་ཚོའི་དམིགས་ཡུལ་ནི་རྒྱ་གར་གྱི་ལྷ་ཁང་ནང་གི་རྒྱུ་དངོས་རྩ་ཆེན་རྣམས་འཕྲོག་བཅོམ་བྱ་རྒྱུ་རེད་འདུག་སྐབས་ཤིག་ལ་ཚོང་འབྲེལ་དང་མུ་གེལ་རྒྱལ་པོ་བྱུང་བ་བརྒྱུད་ཁ་ཆེའི་ཆོས་ལུགས་དེ་རྒྱ་གར་ནང་ཆོས་ལུགས་གལ་ཆེན་ཞིག་ཏུ་རྩ་བ་ཚུགས། རྣམ་དཔྱོད་ཡངས་པའི་མུ་གེལ་རྒྱལ་པོ་རྣམས་རྒྱ་གར་གྱི་ཆོས་ཕྱོགས་ཀྱི་རིག་གཞུང་ལ་རིམ་གྱིས་གོམས་འདྲིས་ཐེབས་པ་དང་དུས་ཡུན་རིང་པོ་གནས་པའི་གནའ་མར་རིང་ལུགས་དང་བཟོད་བསྲན་གྱི་ཁྱད་ཆོས་དེ་དང་ལེན་བྱས། རྒྱལ་པོ་དེ་དག་གི་ཁྲོད་ནས་འབུར་དུ་ཐོན་པ་གཅིག་ནི་ཁ་ཆེའི་རྒྱལ་པོ་ཨཀྦར། ཆིག་སྟོང་ལྔ་བརྒྱ་བཞི་བཅུ་ཞེ་གཉིས་ནས་ཆིག་སྟོང་དྲུག་བརྒྱ་བཅུ་མེད་ལྔ་རེད། ཆོས་རྒྱལ་མྱ་ངན་མེད་དང་འདྲ་བར་ཁོང་གིས་བློ་མུན་སེལ་བའི་ཆོས་ལུགས་གནའ་མར་རིང་ལུགས་དེ་ལེགས་པར་བསྐྱངས། ཆོས་རྒྱལ་མྱ་ངན་མེད་དང་འདྲ་བར་ཁོང་གིས་ཀྱང་སོ་སོའི་སྲིད་གཞུང་ནང་ཧིན་རྡུ་དང་གཅིག་པུ་བ་རྣམས་ལའང་གལ་ཆེའི་ལས་གནས་སྤྲད་དེ་ལས་ཀ་བྱ་རྒྱུའི་གོ་སྐབས་གནང། ད་དུང་སྔར་ཁ་ཆེའི་རྒྱལ་པོ་ཚོས་བཙན་སྐུལ་བྱས་པའི་དབྱེ་འབྱེད་ཀྱི་སྲིད་བྱུས་ཁག་ཅིག་རྩ་མེད་བཏང། དཔེར་ན་ཁ་ཆེ་མིན་པ་ལས་ཁྲལ་བསྡུ་བ་ལྟ་བུའོ། ཆོས་ལུགས་སྣ་མང་གིས་ལོ་རྒྱུས་ཀྱི་ཤུལ་བཞག་ངོས་འཛིན་དང་ཆོས་རྒྱལ་མྱ་ངན་མེད་དང་ཨག་པར་ལྟ་བུའི་རྣམ་དཔྱོད་ཅན་གྱི་རྒྱལ་པོ་རྣམས་ཀྱི་མཛད་རྗེས་ལ་བརྩི་མཐོང་ཞུས་ཏེ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་སླར་རང་བཙན་ཐོབ་པའི་རྗེས་རྒྱ་གར་གྱི་བསྟན་དར་ཏིག་ཏིག་བྱས་ཏེ་ཆོས་ལུགས་ལ་བརྟེན་པའི་རྩ་ཁྲིམས་གཏན་ལ་ཕབ། སྐབས་དེའི་ཆོས་ལུགས་ལ་མ་བརྟེན་པ Secular ཞེས་པའི་གོ་དོན་ནི། ཆོས་ལུགས་ངོས་ལེན་མི་བྱེད་པའི་དོན་མིན་པར། ཆོས་ལ་ཡིད་ཆེས་མེད་མཁན་དེ་བས་ཆོས་ལུགས་ཚང་མར་འདྲ་མཉམ་གྱི་གནས་སྟངས་ཤིག་ལ་གོ་དགོས། རྒྱ་གར་གྱི་ཆོས་ལུགས་ལ་མ་བརྟེན་པའི་རྩ་ཁྲིམས་ནང། ཆོས་ལུགས་ཚང་མ་འདྲ་མཉམ་ངང་དར་རྒྱས་ཡོང་བའི་ཐོབ་ཐང་ཡོད། ཆོས་ལུགས་ལ་མ་བརྟེན་པའི་རིང་ལུགས Secularism ཞེས་པའི་ཐ་སྙད་འདིར་བེད་སྤྱོད་བྱེད་སྟངས་དང། སྤྱིར་ནུབ་ཕྱོགས་རྒྱལ་ཁབ་ནང་རྒྱུན་དུ་གོ་བ་ལེན་ཕྱོགས་གཉིས་གཅིག་པ་མ་ཡིན། ཕྱི་མའི་ནང་ཆོས་ལུགས་ལ་མ་བརྟེན་པའི་རིང་ལུགས་ཞེས་པ་དེ་རྒྱུན་དུ་ཆོས་ལུགས་ཀྱི་རྒྱལ་དར་བརྩི་གི་འདུག་ཆོས་ལུགས་ཀྱི་འདོད་ཚུལ་གང་ཡིན་རུང་ཁས་མི་ལེན་པའི་བསམ་ཚུལ་ཞིག་ཁོ་ཚོར་ཡོང་གི་ཡོད། སྟབས་བདེ་བའི་ཆེད་དུ་ངས་དེབ་འདིའི་ནང་ནུབ་ཕྱོགས་པའི་གོ་དོན་ལྟར་མིན་པར་རྒྱ་གར་གྱི་རྩ་ཁྲིམས་ནང་གསལ་བ་ལྟར་གྱི་གོ་དོན་ལྡན་པའི་ཐ་སྙད་ཆོས་ལུགས་ལ་མ་བརྟེན་པ་ཞེས་པ་དེ་བེད་སྤྱོད་བྱས་ཡོད། ཉེ་བའི་ཆར་དུས་རབས་ཉི་ཤུ་བའི་རྒྱ་གར་གྱི་ལོ་རྒྱུས་ནང་ཧིན་དུ་དང་ཁ་ཆེའི་ཆོས་ལུགས་ཀྱི་བར་ཁྱད་ལ་བསྙད་དེ་སྤྱི་ཚོགས་ནང་འཚེ་བའི་ལས་མི་ཉུང་བ་ཞིག་ལྷག་ཡོད། ཡིད་སྐྱོ་བའི་དྲག་སྤྱོད་དེའི་རྩ་བ་དང་རྒྱུ་རྐྱེན་ནི་ཧ་ཅང་རྙོག་དྲ་ཚ་བོ་ཞིག་རེད། འོན་ཀྱང་དེ་ནི་མི་སེར་སྤེལ་བའི་རིང་ལུགས་ཀྱི་མཇུག་ཏུ་འཛམ་གླིང་ནང་ཕྱོགས་ཞེན་འཐེན་འཁྱེར་ཆེ་བའི་ཆབ་སྲིད་གནས་སྟངས་ཤིག་བྱུང་བ་དང་འབྲེལ་བ་ཆེན་པོ་ཡོད། ཐ་ན་འཚེ་བའི་ལས་སྡུག་ཤོས་བྱུང་བའི་དུས་སྐབས་ཁྲོད་དུའང་བདག་ཉིད་ཆེན་པོ་གཱན་དྷི་ལྟ་བུའི་ཆོས་པ་རྣམ་དག་ཅིག་གིས་ཁ་བྲལ་གྱི་དྲག་ཤུལ་དེ་དག་ལ་ཁ་གཏད་ཇི་ལྟར་བཅག་པ་ང་ཚོས་ཤེས་གསལ་རེད། ཉེ་བའི་གླིང་ཕྱིན་ཏེ་རྒྱ་གར་དང་པ་ཀི་སི་ཐན་གཉིས་སུ་ཁ་གྱེས་པའི་ཡིད་སྐྱོའི་གནས་སྟངས་དེའི་སྐབས། ཧིན་རྡུ་དང་ཁ་ཆེའི་མཐུན་སྒྲིལ་ལས་སྐུ་ལས་ཤུགས་ཆེ་བསྐྱོན་མཁན་ཁ་ཆེའི་མི་སྣ་གྲགས་ཅན། མོ་ལ་ནཱ་ཨ་ཛཱད་དང Abdul Ghaffar Khan གཉིས་ཀྱིས་ཕྱག་རོགས་ཞུས་ཏེ་བདག་ཉིད་ཆེན་པོ་དགའ་ལྡིས་རྒྱ་གར་གྱི་སྲོལ་རྒྱུན་གཙོ་བོ་དེ་ཉིད་དབར་ཞི་བདེ་ལྷིང་འཇགས་ཡོང་སླད་གྲོང་ཁྱེར་ཀ་ལི་ཀ་ཏའི་ནང་དམག་མི་སྟོང་ཕྲག་མང་པོས་བྱས་པའི་ལས་ཀ་དང་ཚད་མཉམ་པའི་རླབས་ཆེ་བའི་སྐུ་ལས་བསྐྱོན། སྟབས་ལེགས་པ་ཞིག་ལ་ངས་ཨབ་དུ་གྷ་ཧྥར་ཆུ་བ་ཁོང་ངོ་བཤེས་རྒྱུའི་གོ་སྐབས་བྱུང། དུས་རྒྱུན་ཁོང་ལ་གྷན་དྷིའི་མདུན་སྐྱོད་པ། Frontier Gandhi། ཞེས་འབོད་ཀྱི་འདུག་ངོས་ལ་མཚོན་ན་རྒྱ་གར་གྱི་ལོ་རྒྱུས་ཐོག་ནས་བྱུང་བའི་བློ་སྐྱེད་ཆེ་ཤོས་ཤིག་ནི། ཆོས་ལུགས་སྣ་མང་རིང་ལུགས་དང་དེ་དག་བར་བཅོས་མིན་གྱི་བཟོད་སེམས་ཤིག་མངོན་འགྱུར་ནུས་པ་དེ་ཡིན་ཞིང། དེ་ལོ་རྒྱུས་ཐོག་ནས་དོན་དངོས་ཤིག་ཆགས་ཡོད། དེ་བཞིན་ཡར་རྒྱས་འགྲོ་བཞིན་པའི་དུས་སྐབས་བར་མའི་སི་པན་དང་སི་སི་ལི་ནང་རྗེའུ་དང་ཡེ་ཤུ་ཁ་ཆེའི་ཆོས་ལུགས་ཐེ་བའི་ས་ཁུལ་གཞན་དུའང་དོན་དངོས་དེ་གཅིག་མཚུངས་སུ་བྱུང་ཡོད། འོན་ཀྱང་རྒྱ་གར་ནང་བཞིན་དུས་ཡུན་རིང་པོ་ཕུན་སུམ་ཚོགས་པོ་དེ་འདྲ་བྱུང་མེད། དྲི་བ་ནི་འཛམ་གླིང་གིས་རྒྱ་གར་གྱི་མི་བུ་དེ་ལས་བློ་སྐྱེད་གང་ལེན་ཐུབ་བམ་ཞེས་པ་དེ་རེད། ད་ལྟའི་ཆར་ང་ཚོར་འཕྲད་བཞིན་པའི་ཚབས་ཆེའི་དཀའ་རྙིང་ཞིག་ནི། ཆོས་ལུགས་ཀྱི་ཁྱད་པར་ལ་བཟོད་སེམས་དང་གུ་ཡངས་ཀྱི་ལྟ་རྒྱུའི་ཚབ་ཏུ་དེ་ལས་ཁ་ཕྱིར་ཕྱོགས་འགྲོ་བ་དེ་རེད། ཉིན་རེ་ལས་མ་འདས་པར་གོ་ལ་གཅིག་ཏུ་གྱུར་བཞིན་པའི་ད་ལྟའི་འཛམ་གླིང་ནང། དཔལ་འབྱོར་དང་ཁོར་ཡུག་གི་གནད་དོན་ཐོག་ནས་གཅིག་ལ་གཅིག་བརྟེན་པའི་གནས་སྟངས་དང། དེ་བཞིན་མི་རིགས་དང་རིག་གཞུང་འབྲེལ་ཐག་ཉེ་རུ་འགྲོ་བ་དང་མཉམ་དུ་རྐྱེན་མང་པོ་ཞིག་གིས་གཞན་རྣམས་ཁས་ལེན་བྱེད་པས་ང་ཚོའི་ནུས་པའི་ཚད་གཞིར་ཚོད་ལྟ་བྱ་རྒྱུར་གནོན་ཤུགས་སྤྲོད་ཀྱི་ཡོད། འདིར་རྒྱ་གར་ནི་ཁ་ཡོད་ལག་ཡོད་ཀྱི་སྣ་མང་རིང་ལུགས་དང་བཟོད་བསྲན་གྱི་མིག་དཔེ་ཞིག་ཏུ་གནས་ཤིང། ལྷག་པར་དུ་ཆོས་ལུགས་ཀྱི་རིམ་པའི་ཐོག་ནས་ཕུལ་བྱུང་གི་མིག་དཔེ་ཞིག་ཆགས་པ་དང། རྒྱ་གར་ནང་གི་སྤྱི་ཚོགས་ཤིག་གི་སོ་སོའི་སྲོལ་རྒྱུན་གྱི་ཆོས་ལ་དད་དམ་གཡོ་བ་མེད་ཀྱང། མི་སྒེར་གྱི་ངོས་ནས་ཆོས་ལུགས་གཞན་གྱི་རྗེས་འཇུག་པ་རྣམས་སོ་སོའི་ཆོས་ལུགས་ནང་ཞུགས་དགོས་ཀྱི་རེད་ཅེས་བསམ་བློ་འཁོར་གྱི་མེད། རྒྱ་གར་ནང་བཟོད་བསྲན་ཆེན་པོས་ཞི་མཐུན་མཉམ་གནས་ཀྱི་ཡུན་རིང་བའི་ཆ་ནས་རྒྱ་གར་ནི་འཛམ་གླིང་ནང་གི་རྒྱལ་ཁབ་གཞན་ཚོར་ལམ་སྟོན་གྱི་མིག་དཔེ་ལྟ་བུར་གྱུར་ཡོད། དོན་དངོས་ཐོག་རྒྱ་ཆེ་ས་ནས་བལྟས་ན། ངོས་རང་ཉིད་ཀྱི་ལས་ཀ་ནི་ཞི་བདེའི། འཚེ་བ་མེད་པ། ཞི་བདེའི་ཐད་རྒྱ་གར་གྱི་གནའ་བོའི་ཆོས་དང་ཆོས་ལུགས་སྣ་མང་རིང་ལུགས་ཀྱི་བཟོད་བསྲན་གྱི་ཕོ་ཉ་ཞིག་ཏུ་བརྩི་གི་ཡོད། ཞི་བདེ་གོང་མཐོར་གཏོང་རྒྱུ་དང་འཚེ་བ་མེད་པའི་ཐོག་ནས་དཀའ་རྙོག་སེལ་རྒྱུ། མི་རིགས་དང་ཆོས་ལུགས་རྒྱལ་ཁབ་བཅས་ཀྱི་མཚམས་ལས་འདས་པའི་གོ་རྟོགས་གཉིས་ཐབས་བྱེད་པའི་ངོས་ཀྱི་འབད་བརྩོན་དེ་དག་གི་རྩ་བ་ནི། གནའ་བོའི་རྒྱ་གར་གྱི་ཆོས་ལ་ཐུག་པར་བརྩི་གི་ཡོད། དེར་བརྟེན་ཕྱོགས་གང་ནས་བལྟས་ཀྱང་ངོས་རྒྱ་གར་གྱི་དགེ་ཕྲུག་ངོ་མ་ཞིག་ཆགས་ཡོད།